བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ་སློབ་ཚན་ཉེར་གཉིས་པ། བཀའ་བསྡུ་དང་པོ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བརྒྱབ་ཡ་ཡིན། ནས་འདིའི་སྔོན་གྱི་སློབ་ཚན་རྣམས་ཀྱི་སྐབས་སུ་མཆོག་གི་སྤྲུལ་སྐུ་འཇིག་རྟེན་ཁམས་སུ་བྱོན་པའི་ཚུལ་དང། ཁྱོད་ནི་དམ་པའི་ཆོས་ཇི་ལྟར་གསུངས་པའི་སྐོར་དེ་བཤད་ཚར་ནས་སྐབས་འདི་ལ་སྐབས་འདི་ལ་སངས་རྒྱས་ཀྱིས་གསུངས་པའི་བཀའ་རྣམས་ཅི་ལྟར་བསྡུ་བ་བྱེད་པའི་སྐབས་དེ་བཤད་ཀྱི་ཡོད་པ་རེད། ནི་དེ་བཤད་པ་ལ་དང་པོ་དེ་བཤད་པ་ལ་བཀའ་ཡི་བསྡུ་བ་རྣམ་པ་གསུམ་ཡོད་པའི་བཀའ་བསྡུ་དང་པོ་དེ་ལ། སྟོན་པ་འདས་པའི་ཕྱི་ལོར་ལྷ་རྣམས་ཀྱིས་ཆ་བ་ཟིལ་དང་བརྟེན་པ་ཡུན་ནི་ཕྱིར། འོང་དེ་འདྲ་གསུངས་པ་རེད། ཚིག་རྐང་དེ་གཉིས་དེ་ག་དུ་ཆེ་དགུ་པའི་རྒྱུ་མཚན་གསུང་གི་ཡོད་པ་རེད། ག་དུ་ཆེ་དགུ་པའི་རྒྱུ་མཚན་དེ་ག་རེ་རེད་ལབ་པ་ཡིན་ན། སྟོན་པ་ཤཱཀྱ་ཐུབ་པ་སྐུ་བརྙན་ལས་འདས་པའི་ཚུལ་བསྟན་པའི་རྗེས་སུ། ཁོང་གིས་དགེ་ཕྲུག་རྣམས་ཡང་ན་སྟོན་པ་གྱི་འཁོར་དགྲ་བཅོམ་པ་དང་དགེ་སློང་རྣམས་ཀྱིས་རང་རང་གི་གནས་སུ་ཏིང་ངེ་འཛིན་ལ་མཉམ་པར་འཇོག་པ་དང་ཐོས་བསམ་སྒོམ་གསུམ་བྱེད་པ་ཙམ་མ་གཏོགས། ནི་སྟོན་པ་སངས་ཀྱི་ཞལ་བཞུགས་པའི་སྐབས་དང་འདྲ་བར་ཚང་མ་མཉམ་དུ་འཛོམས་ནས་སྡེ་སྣོད་གསུམ་གྱི་སྐོར་ལ་བགྲོ་གླེང་བྱེད་པ་དང་དྲི་བ་དྲིས་ལན་བྱེད་པ་ལ་སོགས་པ་མེད་པར་ལོ་གཅིག་ཙམ་འདས་པ་རེད། སྐབས་དེ་ལ་འཇིག་རྟེན་གྱི་མི་རྣམས་ཀྱིས་སྟོན་པ་སངས་རྒྱས་མྱ་ངན་ལས་འདས་པའི་རྗེས་སུ་ཁོང་གི་དགེ་ཕྲུག་རྣམས་ཀྱིས་སྡེ་སྣོད་གསུམ་ལ་བགྲོ་གླེང་བྱེད་ཀྱི་མི་འདུག་མདོ་འདོན་གྱི་མི་འདུག་ཀློག་པ་ཐུགས་བསམ་དང་སྤོང་བ་བསམ་དོན་བཤད་ཀྱི་མི་འདུག་ཟེར་ནས་སྤྱི་ཚོགས་ནང་ལ་སྐད་ཆ་དེ་འདྲའི་མང་པོ་བཤད་ཀྱི་ཡོད་པ་རེད། ཡང་ན་འཕྱ་སྨོད་བྱེད་པའི་སྐད་ཆ་དེ་འདྲ་ཡོང་གི་ཡོད་པ་ཡིན་ཙང་ལྷ་རྣམས་ཀྱིས་སངས་རྒྱས་ཀྱི་བསྟན་པ་ལ་དགའ་བས་ལྷ་རྣམས་ཀྱིས་དགྲ་བཅོམ་པ་དང་དགེ་སློང་རྣམས་ལྷན་ཅིག་ཏུ་འདུས་ནས་སྟོན་པ་སངས་རྒྱས་བཤད་བཞུགས་པའི་བཀའ་དང་མཐུན་པར་སྡེ་སྣོད་གསུམ་ལ་བགྲོ་གླེང་ལ་སོགས་པ་བྱེད་དགོས་ཀྱི་འདུག་ཅེས་ཞུས་པ་རེད། དེ་འདྲ་ཞུས་པ་ལ་བརྟེན་ནས་དགེ་སློང་ལྔ་བརྒྱ་ལྷན་གཅིག་ཏུ་འདུས་ནས་དབྱར་གནས་ལ་བཞུགས་པ་རེད། དབྱར་གནས་ལ་བཞུགས་མཁན་གྱི་དགེ་སློང་རྣམས་ཀྱི་ནང་ནས་ཀུན་དགའ་བོ་གཅིག་པོ་ད་དུང་དགྲ་གྱོན་པ་ཐོབ་ཡོད་པ་མ་རེད། ཡིན་ཙང་འོད་སྲུང་ཆེན་པོ་གིས་ཁྱེད་རང་གི་སངས་རྒྱས་ལ་ཞབས་ཕྱི་ཡག་པོ་བསྒྲུབས་ཡོད་པ་མ་རེད། ཁྱེད་རང་གི་སངས་རྒྱས་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་ཡོད་པ་མ་རེད། ཁྱེད་རང་གི་སངས་རྒྱས་ལ་ཆུས་མི་གཙང་བ་ཕུལ་ཡོད་པ་རེད་ལ་སོགས་པའི་སྐྱོན་ཡང་ན་གཉིས་པ་བརྒྱད་བཙུགས་ནས་དགེ་སློང་རྣམས་ཀྱི་ནང་ལོགས་ནས་ཕྱི་ལོགས་ལ་ཕུལ་བཞག་པ་རེད་གནས་དབྱུང་བཏང་བཞག་པ་རེད་གནས་དབྱུང། གནས་ནས་དབྱུང་བ། ཚོགས་པའི་ནང་ནས་བསྡད་མ་བཅོས་པ་བཅས་ཕྱི་ལོགས་ལ་ཕུལ་བཞག་པ་རེད། ཡིན་ཙང། ཀུན་དགའ་བོ་སེམས་པ་ཧ་ཅང་སྐྱོ་བའི་ངང་ནས་ཏིང་ངེ་འཛིན་ལ་སྙོམས་པར་ཞུགས་པ་ལ་བརྟེན་ནས་བདུན་ཕྲག་གཅིག་གི་ནང་ལ་དགྲ་བཅོམ་པའི་གོ་འཕང་མངོན་དུ་བྱས་པ་རེད། ཀུན་དགའ་བོ་དགྲ་བཅོམ་པ་ཐོབ་ནས་དབུ་སྲོང་ཆེན་པོ་ལ་སོགས་པ་དགེ་སློང་རྣམས་ཀྱི་ནང་དུ་ཕེབས་པ་དང་བཀའ་བསྡུ་དང་པོ་བྱས་པའི་དབུ་བཙུགས་པ་རེད། དེ་འདྲ་ཅིག་གསུང་གི་ཡོད་པ་རེད། འདིའི་ནང་ལོགས་ཀྱི་ཆ་བ་ཟེར་བ་དེ་སྨན་ར་དང་བ་བསྟོད་པ་བཏང་བའི་ལྡོག་ཕྱོགས་སྨད་ར་བཏང་བ་དེ་ལ་བྱ་བ་ཟེར་གྱི་རེད། ཡང་བྱར་མོས་ཀྱང་ཟེར་གྱི་ཡོད་པ་རེད། དོན་དག་གཅིག་པ་རེད། བྱ་བ་སེལ་ཟེར་བ་འདི། མིའི་གཞན་གྱིས་བྱར་མོས་བྱེད་ཀྱི་ཡོད་པ་དང་མིའི་གཞན་གྱིས་སྨོད་ར་གཏོང་གི་ཡོད་པ་དེ་སེལ་ཡག་གི་ཆེད་དུ་དེ་མེད་པ་གཏོང་ཡག་གི་ཆེད་དུ། སྤྱིར་བཏང་སེལ་ཟེར་བ་འདི་སྐྱོན་དང་ནད་དང་དྲི་མ་དེ་འདྲའི་མེད་པ་གཏོང་ཡ་ལ་སྐྱོན་སེ་དྲི་མ་སེ་ནད་སེ་ཟེར་དེ་འདྲ་ལབ་གི་རེད་རྒྱ་ཚིག་ཅིག་རེད། བསྟན་པ་ཡུན་གནས་ཟེར་བ་འདི་སངས་རྒྱས་ཀྱི་བསྟན་པ་ཡུན་རིང་དུ་གནས་པ་ཟེར་བ་དེ་འདྲ་གི་དོན་དག་ཅིག་རེད་སྐབས་བསྡུ་དང་པོ་བྱས་པ་དེ་བསྟན་པ་ཡུན་རིང་དུ་གནས་པ་དང་འཆའ་བ་ཟེར་བའི་ཆེད་དུ་རེད། ཕྱིར་ཟེར་བ་འདི་ཆེད་དུ་དང་ལྷ་དུ་ཟེར་བ་དང་སྟོན་ཟླ་གཅིག་གཅིག་པ་རེད། བསྟན་པ། ཡུན་རིང་དུ་གནས་པའི་ཕྱིར། བཀའ་བསྡུ་དང་པོ་མཛད་པ་རེད། བསྟན་པ་ཡུན་རིང་དུ་གནས་པའི་ལྷད་དུ་བཀའ་བསྡུ་དང་པོ་མཛད་པ་རེད་ཟེར་བ་ལྟ་བུ་ཕྱིས་ཟེར་བ་དང་ལྷད་ཟེར་བ། ཕྱིར་ཟེར་བ་དེ་སོ་འཇུག་ས་མང་ཆེ་བ་གཅིག་པ་རེད།